ཆོས་དག་ཡོད་པར་འཛིན་པ་ཡང། ལ་ལ་མི་ཡོད་པར་འཛིན་པ་ལྟ་བུ། དོན་གཞན་ཞིག་ཡོད་པར་འཛིན་པ་མིན་ཏེ། རང་གི་སེམས། ཕྱི་ཡི་ཡུལ་དང་ནང་གི་ཡུལ་ཅན་དུ་སོ་སོ་རྒྱང་ཆད་དུ་སྣང་བ་ནི། ཇི་ལྟར་སྣང་བ་དེ་བཞིན་དུ་གྲུབ་པར་འཛིན་པས། དེ་ཡི་གཉེན་པོར་ཡུལ་ཡུལ་ཅན་དུ་སྣང་བ་དེ། གཟུང་འཛིན་རྫས་བཞིན་དུ་མ་གྲུབ་ཅེས་སྟོན་གྱི། གཟུང་འཛིན་དོན་གཞན་དུ་དེ་ལ་མེད་དོ་ཞེས་སྟོན་པ་མིན་ནོ། དེས་ན། དབུས་མཐའི་འགྲེལ་བཤད་ལས་ཀྱང། གཙུག་ལག་ཁང། དགེ་སློང་ལ་སོགས་པས་སྟོང་པ་ལྟར་མིན་གྱི། འཐག་པ་སྦྲུལ་གྱིས་སྟོང་པ་ལྟར་ཡིན་པར་གསུངས་ཏེ། ཆུ་བདག་གིས་སྟོང་ཚུལ་གཞན་ཡང་དེ་ལྟར་རོ། དེས་ན། འཇིག་རྟེན་ན། འདྲེ་ཤར་སྒོར་བསྣོལ་བ་ལ། ཀླུ་ནུབ་སྒོར་སྟོང་ཞེས་པ་ལྟར་མ་སོང་བར། གང་ལ་བདག་ཏུ་བཟུང་བའི་གཞི་བཞག་དབང་དེ། ཇི་ལྟར་བཟུང་བ་ལྟར་གྱི་ཀུན་བརྟགས་ཀྱི་བདག་གི་སྟོང་པ་ཡོངས་གྲུབ་ཡིན་པས་སྟོང་ཚུལ་དེ་འདྲའི་སྟོང་ཉིད་བསྒོམས་ན། བདག་འཛིན་གྱི་གཉེན་པོར་འགྲོ་བ་ཡིན་གྱི། ལུགས་དེ་ལས་གཞན་པའི་སྟོང་ཚུལ་གྱི་སྟོང་པ་བསྒོམས་ན་ནི་བདག་འཛིན་ལ་ཅི་ཡང་མི་གནོད་དོ། གནོད་འབྱམས་ཀྱི་ཤེས་པ་ནི། རྟོག་པ་ལ་བརྗོད་བྱའི་སྒྲ་སྤྱི་དང། བརྗོད་བྱ་དོན་སྤྱི་སྣང་བ་ནི་ཀུན་བརྟགས་ཀྱི་མིག་དང། གཟུང་བ་གཟུགས་ཀྱི་སྐྱེ་མཆེད་ལ་དེ་འཛིན་པའི་བདག་ཉིད་ཀྱི་མིག་ཏུ་སྣང་བ་ནི་རྣམ་བརྟགས་ཀྱི་མིག་དང། སྒྲ་དོན་གྱི་སྤྱིར་གྱུར་པའི་བརྗོད་པར་བྱ་བྱེད་དང་བྲལ་བས་བརྗོད་དུ་མེད་ཅིང་མིག་གི་གཟུང་འཛིན་དུ་སོ་སོར་སྣང་བར་གྱུར་པ་དང་བྲལ་ཏེ། མཉམ་གཞག་སོ་སོར་རང་རིག་གི་རིག་པའི། ཡོངས་གྲུབ་ནི། ཆོས་ཉིད་ཀྱི་མིག་ཏུ་འདོད་པས། མིག་གི་ཆོས་ཉིད་དེ། འཕགས་པའི་མཉམ་གཞག་གི་རིགས་པའི་ངོ་ན། བརྗོད་བྱ་རྗོད་བྱེད་དང། གཟུང་འཛིན་དུ་སྣང་བས། གཉིས་སྣང་དང་བྲལ་བ་ལ། ངོ་བོ་ཉིད་གཞན་ཉིད་ཀྱི་མཉམ་གཞག་གི་ཡུལ་དེ་སྟོང་ཞེས་བྱ་སྟེ། གཉིས་སྣང་སྔ་མ་ནི་ཀུན་བརྟགས་དང། ཕྱི་མ་ནི་རྣམ་བརྟགས་ཡིན་པའི་ཕྱིར་རོ། དེ་ལྟར་ཡང་དེ་ཉིད་ལས། དེ་ལ་བརྗོད་པར་བྱ་བ་དང། བརྗོད་པའི་རྣམ་པར་བཟུང་བའི་མིག་ཅེས་བྱ་བའི་དངོས་པོ་ནི། ཀུན་བརྟགས་པའི་མིག་ཡིན་ནོ། དེ་ཉིད་གཟུང་བ་དང་འཛིན་པའི་བདག་ཉིད་དུ་གནས་པའི་མིག་གི་རྣམ་པ་སོ་སོར་སྣང་བ་ནི། རྣམ་པར་དག་པའི་མིག་གོ། དེ་ཉིད་བརྗོད་པར་བྱ་བ་དང། བརྗོད་པའི་རྣམ་པ་དང་བྲལ་ཞིང་བརྗོད་དུ་མེད་པར་སྣང་བ་དང་བཅས་པར་འགྱུར་བ་དང་བྲལ་ཏེ། སོ་སོ་རང་གིས་རིག་པ་ཡོངས་སུ་གྲོལ་བའི་ངོ་བོ་ཉིད་ནི་ཆོས་ཉིད་ཀྱི་མིག་ཅེས་བྱའོ་ཞེས་དང། འདི་ལྟར། ཁྱོད་དོན་དམ་པ་ཡིད་ལ་བྱེད་པ་བསྒོམ་པའི་ཚེ། འདུས་བྱས་ཀྱི་མཚན་མའི་དངོས་པོ་སྣང་བས། དོན་དམ་པར་ནི་དེ་མེད་ཀྱི། ཀུན་རྫོབ་ཏུ་ཡོད་པར་ཤེས་པར་གྱིས་ཤིག། ཅེས་འཕགས་པའི་མཉམ་བཞག་གི་ངོ་ན་གཉིས་སྣང་མེད་པ་ལ་བཤད་པའི་ཕྱིར་རོ། དེས་ན། དེ་བཞིས་ལྟ་བ་ཆོས་ཀྱི་བདག་མེད་ཀྱི་ཡོངས་གྲུབ་གཏན་ལ་འབེབས་པའི་ཚུལ་མིན་ནོ། གནོད་འབྱམས་ལས། འཕགས་པའི་མཉམ་བཞག་གི་ངོ་ན་ཡོད་པ་ཙམ་ལ། དོན་དམ་པར། ཡོད་པ་ཞེས་བཤད་ཀྱང། མཉམ་བཞག་གི་དེ་ཁོ་ན་ཉིད་རྟོགས་པར་འདོད་པ་ཐམས་ཅད་ཀྱང། རང་གི་ཡུལ་ཅན་གྱི་ངོ་ན་ཡུལ་ཡོད་པར་འདོད་པ་ཁོ་ན་ཡིན་པས། དོན་དམ་པར་ཡོད་མེད་རྩོད་པའི་དོན་དམ་པར་ཡོད་པ་དེ་ག་ལ་ཡིན། ཡིན་ལུགས་དཔྱོད་པའི་རིགས་པས་དཔྱད་བཟོད་པའི་དོན་དམ་པར་ཡོད་པ་དེས་བསྟན་མི་འདོད་པ་ནི། སྟོང་པ་ཉིད་སྟོང་པ་ཉིད་དང་དོན་དམ་པ་སྟོང་པ་ཉིད་དང། འདུས་མ་བྱས་སྟོང་པ་ཉིད་ཀྱི་སྐབས་སུ་དེ་ལྟར་འདོད་པ་ལ་དམིགས་ཀྱིས་ཕྱེ་བའི་དགག་པ་དུ་མ་བརྗོད་པའི་གཤིས་ཏེ་མང་བོའི་འཇིགས་ནི་མ་བྲིས་སོ། ཡུམ་གྱི་མདོ་གཉིས་ལས་གཟུགས་ནི་རྣམ་མཁྱེན་གྱི་བར་རེ་རེ་ལ་གསུམ་གསུམ་གྱི་རྣམ་གཞག་བྱས་ནས་སྟོང་གཞི་རྣམ་དག། དགག་བྱ་ཀུན་བཏགས་ཀྱིས་སྟོང་པ་ཆོས་ཉིད་ཡོངས་གྲུབ་ཏུ་བཤད་པས། རྣམ་དག་གི་མིག་ཀུན་བཏགས་ཀྱི་མིག་གིས་སྟོང་པ་ནི། ཆོས་ཉིད་དུ་ཤེས་དགོས་པའི་ཕྱིར། མཉམ་གཞག་གི་ངོ་ན་སྔ་མ་ཉིད་ཀྱིས་ཕྱི་མ་སྟོང་པ་མདོ་ཡི་དོན་དུ་འཆད་པ་ཡང་ལེགས་པར་མི་སྣང་ངོ། འདི་ལས་ཉན་ཐོས་ཀྱི་སྐྱེས་བུ་ཆེན་པོས། རྣམ་རྟོག་བརྒྱད་རྣམ་བྲལ་དུ་ཁ་འཕངས་པ་བཞིན་དུ་ཉི་ཁྲི་རྣམ་བྲལ་ན་ཡང་ཡོད་ཅིང། ཞབས་དབང་དང་ཡོངས་གྲུབ་གཉིས་ཀ་ཡིན་ལུགས་དཔྱོད་པའི་རིགས་པས་གཅེས་སུ་བཀག་པའི་ཕྱིར་དང། དབྱིག་གཉེན་གྱི་ཡུམ་གྱིས་མདོ་ཡི་དགོངས་པའི་དོན། དགོངས་འགྲེལ་གྱི་བཤད་པ་བཞིན་དུ་བྱེད་དགོས་པར། རྣམ་བཤད་རིགས་པ་ལས་བཤད་པ་དང། བཤད་ཚུལ་ཆེས་ཤིན་ཏུ་མི་མཐུན་པའི་ཕྱིར། དབྱིག་གཉེན་གྱིས་མཛད་པ་མིན་ལ། སྔོན་གྱི་ཡི་གེ་རྙེད་པ་རྣམས་ལས། བདེན་ཁ་ཟེར་ནས་མཛད་པར་གྲགས་པ་ལྟར་ཡིན་ནོ། གསུམ་པ། དེ་ཡི་གསུང་རབ་ཀྱི་སྒྲ་ངེས་འབྱེད་པའི་ཚུལ་ནི། དངོས་པོའི་དེ་ཁོ་ན་ཉིད། སློབ་དཔོན་ཀུན་བྱེད་ཀྱིས་བཀྲལ་བའི་ཚུལ་དེ་ལྟར་བྱེད་ན། འཁོར་ལོ་དང་པོ་ལས་ཕྱི་རོལ་གྱི་དབང་དུ་བྱས་པས། གཟུང་འཛིན་གཉིས་གསུམ་པ་དྲང་དོན་དུ་འབྲེལ་བའི་དགོངས་གཞི་ནི་ཉི་ཤུ་པ་ལས། རང་གི་ས་བོན་གང་ལས་སུ། རྣམ་རིག་སྣང་བ་གང་བྱུང་བ། དེ་དང་དེ་ཡི་སྐྱེ་མཆེད་ནི། རྣམ་པ་གཉིས་སུ་ཐུབ་པས་གཟུང། ཞེས་གསུངས་པ་དང། དགོས་པ་ཡང་དེ་ཉིད་ལས། གཟུགས་སོགས་སྐྱེ་མཆེད་ཡོད་པར་ནི། བདེ་འདོར་བ་ཡི་སྐྱེ་བོ་ལ། དགོངས་པའི་དབང་གིས་གསུངས་པ་སྟེ་རྫུས་ཏེ་འབྱུང་བའི་སེམས་ཅན་བཞིན་ཞེས་གསུངས་པ་ལྟར་ཡིན་ཏེ། ཕྱི་ནང་གི་སྐྱེ་མཆེད་ལས། གཟུགས་ལྟ་བ་སོགས་ཀྱི་རྣམ་བཞི་འབྱུང་བར་བསྟན་པ་ན། དེ་དག་ལས་མ་གཏོགས་པའི། ལྟ་བ་པོ་ལ་སོགས་པ་མེད་པར་རྟོགས་པའི་དོན་དུའོ། སྒྲ་ཇི་བཞིན་པ་ལ། གནོད་བྱེད་ནི་ཕྱི་རོལ་འགོག་པའི་རིག་པ་རྣམས་སོ། ཆོས་རྣམས་ངོ་བོ་དང་ཁྱད་པར་དུ་བཏགས་པའི་ཀུན་བརྟགས་ནི། ཆོས་ཀྱི་ཁམས་དང་སྐྱེ་མཆེད་ཡིན་པས། དེ་གཉིས་ལ་མ་ཕྱེ་བར་རང་གི་མཚན་ཉིད་ཀྱིས་གྲོལ་བར་གསུངས་པ་ཡང་དྲང་དོན་ནོ། ཀུན་ལས་བཏུས་ལས་ཤིན་ཏུ་རྒྱས་པ་ལས། ཆོས་ཐམས་ཅད་ངོ་བོ་ཉིད་མེད་པར་གསུངས་པ། ངོ་བོ་ཉིད་མེད་པ་གསུམ་ལ་དགོངས་ནས་གསུངས་པར་བཤད་ཅིང། ཐིག་རྡུལ་ལས། ཤིན་ཏུ་རྒྱས་པ་ལས་མེད་ཅེས་གསུངས་པ་ཐམས་ཅད་ཀྱིས་ཀུན་བརྟགས་དང་སྒྱུ་མ་ལ་སོགས་པའི་དཔེས་བསྟན་པ་རྣམས་ཀྱི་གཞན་དབང་དང། རྣམ་པར་བྱང་བ་བཞིས་ཡོངས་སུ་གྲུབ་པར་གསུངས་པའི་མདོ་ནི་ཡུམ་གྱི་མདོར་སྣང་བས། འཁོར་ལོ་གཉིས་པ་དྲང་དོན་དུ་བཤད་པ་ཡང་དེ་ཉིད་དང་དེ་དང་མཐུན་པ་རྣམས་ལ་བཞེད་དོ། རྣམ་ཤེས་རིག་པར་ཡང། ཡུམ་གྱི་མདོ་ལས་ངོ་བོ་ཉིད་མེད་པ་སོགས་སུ་བཤད་པ་སྒྲ་ཇི་བཞིན་པར་འདོད་པ་བཀག་ཅིང། བསྒོམ་པ་ངེས་པར་འདྲ་བའི་མདོ་ལས། ཆོས་ཐམས་ཅད་ངོ་བོ་ཉིད་མེད་པ་ཞེས་བྱ་བ་དེ་ལྟ་བུ་ལ་སོགས་པ་དེ་ཐམས་ཅད་ངེས་པའི་དོན་མ་ཡིན་པར་འབྱུང་ལ་ཞེས་གསུངས་པས། ཡུམ་གྱི་མདོ་འཁོར་ལོ་གཉིས་པར་བཞེད་དོ། འདི་དྲང་དོན་དུ་འཆད་ཚུལ་ནི། འཁོར་ལོ་དང་པོ་ལས། གཟུང་འཛིན་གསུམ་པ་དྲང་དོན་དུ་འགྲོལ་ལུགས་དང་ཆེས་ཤིན་ཏུ་མི་འདྲ་སྟེ། འདི་ལྟར། མིག་གི་རྣམ་ཤེས་རྣམ་སྨིན་གྱི་བག་ཆགས་ཞེས་བྱ་བ། རང་གི་ས་བོན་སྨོན་པ། གང་ལས་བྱུང་བའི་ས་བོན་དང། སྣང་བ་ལ་དགོངས་ནས་མིག་དང་གཟུགས་ཀྱི་སྐྱེ་མཆེད་ཡོད་པར་གསུངས་པའི་དགོངས་པའི་དོན་ནི། ཐེག་དམན་གྱི་མདོ་དེ་དག་གིས་བརྗོད་བྱའི་དོན་དུ་མི་རུང་ལ། གང་ལ་དགོངས་ནས་ངོ་བོ་ཉིད་མེད་པར་གསུངས་པའི་ངོ་བོ་ཉིད་མེད་ཚུལ་གསུམ་ནི། ཡུམ་གྱི་མདོ་ཡི་དོན་དུ་འཆད་པའི་ཕྱིར་དང། ཕྱི་རོལ་དོན་གྱི་སྐྱེ་མཆེད་ཡོད་པ་ཐེག་དམན་གྱི་མདོ་ཡི་དོན་དུ་འཆད་པ་ལ་ངོ་བོ་ཉིད་མེད་ཚུལ་མ་ཕྱེ་བར། དོན་དམ་པར་ངོ་བོ་ཡེ་མེད་དུ་འདོད་པར་ཡུམ་གྱི་མདོ་ཡི་དོན་ཡིན་པར་མི་བྱེད་པའི་ཕྱིར་རོ། དེས་ན། འདི་དག་གིས་མ་བཅོས་པར་ཆོས་ཐམས་ཅད་དོན་དམ་པར་ངོ་བོ་ཉིད་མེད་པར་འཆད་པ། ཡུམ་གྱི་མདོ་ཡི་དོན་ཡིན་ཡང། དེ་དྲང་དོན་ཡིན་ཞེས་མི་འགྲེལ་གྱི། དེ་འདྲ་བ་དེ་སྒྲ་ཇི་བཞིན་པར་བཟུང་དུ་མི་རུང་བའི་ཕྱིར། དོན་དེ་ཙམ་ཞིག་ཏུ་མ་ངེས་ཀྱི། ད་དུང་དེའི་དོན་ཤེས་དགོས་པའི་སྒོ་ནས་དྲང་དོན་དུ་འཆད་དོ། འཆད་ལུགས་ནི། ཀུན་བརྟགས་ཀྱི་ཆོས་རྣམས་རང་གི་མཚན་ཉིད་ཀྱིས་མ་གྲུབ་པས། དོན་དམ་པར་ངོ་བོ་མེད་པ་དང་གཞན་དབང་གི་ཆོས་རྣམས། རྣམ་པར་དག་པའི་དམིགས་པའི་དོན་དམ་དེར་མ་གྲུབ་པས། དོན་དམ་པར་ངོ་བོ་ཉིད་མེད་པ་དང་ཡོངས་གྲུབ་ཀྱི་ཆོས་རྣམས། དོན་དམ་པ་ཡང་ཡིན་ལ། ཆོས་རྣམས་ཀྱི་བདག་གི་ངོ་བོར་མེད་པས། དོན་དམ་པར་ངོ་བོ་ཉིད་མེད་དོ་ཞེས་དེ་ལྟར་འདྲི་བའོ། དེའི་ཕྱིར། སྒྲ་ཇི་བཞིན་པའི་དོན་དུ་འཛིན་པ་ནི། ཡུམ་གྱི་མདོ་གང་གི་ཆེད་དུ་གསུངས་པས། འདོད་ཕྱིར་མི་འདོད་པས། དེ་ཡི་ཆེད་དུ་བྱ་བའི་གདུལ་བྱ་ནི། མདོ་དེ་ཡི་དོན་དགོངས་འགྲེལ་གྱི་དཔྲལ་བ་བཞིན་དུ་རྟོགས་པ་ལ་བཞེད་པས། འཁོར་ལོ་ཕྱི་མ་གཉིས་ཀྱི་དགོངས་པ་ནི་གཅིག་ཡིན་ནོ། ཤིན་ཏུ་རྒྱས་པ་ལ་མོས་ཀྱང་སྒྲ་ཇི་བཞིན་པར་བཟུང་ནས། མདོ་དེ་ཡི་དོན་སྒྲ་ཇི་བཞིན་པའི་དོན་ཡིན་ནོ་ཞེས་སྨྲ་བ་བཀག་ནས། སྒྲ་ཇི་བཞིན་པའི་དོན་མིན་པའི་མདོ་ཡི་དོན་ཡོད་པ་དེ། དགོངས་འགྲེལ་གྱིས་གསལ་བར་ཕྱེས་པས་དེ་ལ་ངེས་དོན་དང། ཡུམ་གྱི་མདོ་ཡི་དོན་གསལ་བར་མ་ཕྱེས་ཤིང། སྒྲ་ཇི་བཞིན་པར་བཟུང་དུ་མི་རུང་བས། དྲང་དོན་ཞེས་ཟེར་རོ། སྒྲ་ཇི་བཞིན་པ་ལ་གནོད་བྱེད་ནི། སྒྲ་ཇི་བཞིན་པར་བཟུང་ན། མཚན་ཉིད་གསུམ་ཀ་རང་གི་མཚན་ཉིད་ཀྱིས་མ་གྲུབ་པར་འཛིན་པས། སྐུར་འདེབས་སུ་སྔར་གསུངས་པ་དེ་ཉིད་དོ། རྣམ་ཤེས་རིག་པ་ལས་ཀྱང། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ལས། ཆོས་ཐམས་ཅད་ནི་ངོ་བོ་ཉིད་མེད་པ། ཞེས་བྱ་བ་དེ་ལྟ་བུ་ལ་སོགས་པ་འདི་ལན་མང་དུ་བསྟན་ལ། ཡང་དེ་ཉིད་ལས་བཤད་པ། བྱང་ཆུབ་སེམས་དཔའི་སྐྱོན་མེད་པ་ལ་འཇུག་པར་འདོད་པ་དང། ཞེས་པ་ནི། སྡིག་པ་ཐམས་ཅད་སོ་སོར་བཤགས་པ་ལ་སོགས་པ་ཡང་བསྟན་པའོ་ཞེས་པའི་བར་དུ་ཤེས་ནས། གལ་ཏེ་ངོ་བོ་ཉིད་མེད་པ་ལ་སོགས་པའི་ཚིག་རྣམས་སྒྲ་ཇི་བཞིན་ཁོ་ནའི་དོན་ཡིན་ན། འདི་ཐམས་ཅད་དང་འགལ་བར་འགྱུར་ཏེ། བླང་བར་བྱ་བ་རྣམས་ཅི་ཡང་མེད་པའི་ཕྱིར། རྒྱུ་འདི་ལས་འདི་ལྟ་བུར་འགྱུར་རོ་ཞེས་དེ་ལྟར་བླང་བ་ནི་རུང་བ་མ་ཡིན་ནོ། ཡང་ན། དེ་ལྟར་བླང་བར་བྱ་བ་ནི་ཅི་ཞིག། བླང་བར་བྱ་བ་ནི་ཅི་ཞིག་བླང་བར་སེམས། དེ་ལྟ་བས་ན་ཚིག་དེ་རྣམས་ནི་སྒྲ་ཇི་བཞིན་གྱི་དོན་དུ་ངེས་པར་གཟུང་བར་མི་བྱའོ། འོ་ན་ཅི་ཞིག་ན་བསྒོམ་པ་ཅན་ནོ། ཞེས་ངོ་བོ་ཉིད་མེད་པ་ལ་སོགས་པ་སྒྲ་ཇི་བཞིན་པ་ཡིན་ན་ནང་གི་དོན་ནོ། འགལ་ཚུལ་ནི་ངོ་བོ་ཉིད་མེད་ན། འདི་དང་འདི་ཐོབ་པར་འདོད་པས་ཡུམ་ལ་བསླབ་པར་བྱ་ཞེས་པའི་བླང་བྱ་དང་ཐོབ་འདོད་ཀྱི་འདོད་པ་དང། སྦྱིན་པའི་ལོངས་སྤྱོད་ཆེན་པོ་སོགས་སུ་འགྱུར་བས་རྒྱུ་འབྲས་མི་རུང་ཞེས་སྨྲ་སྟེ་གཙོ་ཆེར་གཞན་དབང་མི་རུང་ཞེས་བཞེད་དོ། ཡུམ་གྱི་སྡུག་བསྔལ་ལྡན་དུ་བཞེད་པ་རྣམས་ཀྱང་དེ་ཡང་འཇིག་རྟེན་གྱི་ཐ་སྙད་དུ་ཡིན་གྱི་དོན་དམ་པར་ནི་མ་ཡིན་ནོ། ཞེས་བླང་དོར་དང་རྒྱུ་འབྲས་ལ་སོགས་པ་ཡང་ཡང་གསུངས་པར་ལྟར་འདོད་ཀྱི། སྤྱིར་ངོ་བོ་ཡེ་མེད་དང། ཐ་སྙད་དུ་མེད་པར་མི་འདོད་པས། མདོ་ནས་རེ་རེ་ལ་མ་སྦྱར་ཡང་སྤྱི་ལ་སྦྱར་ཟིན་པས་དོན་དམ་པར་མེད་པ་སྒྲ་ཇི་བཞིན་པར་འདོད་ན། རྒྱུ་འབྲས་སུ་མི་རུང་ཞེས་པའི་དོན་ཡིན་ཏེ། བྱང་ས་དང་བསྡུ་བ་ལས་ཀྱང། དོན་དམ་པར་ཐམས་ཅད་མ་གྲུབ་པ་སྐུར་འདེབས་སུ་བཤད་ཅིང་བཀག་པའི་ཕྱིར་རོ། དོན་དམ་པ་ལ་བརྩམས་ནས་གསུངས་པའི་གསུང་རབ་ཀྱི་དྲང་ངེས་འབྱེད་པ་ནི་སྒྲ་ཇི་བཞིན་པ་ལ་རིགས་པའི་གནོད་པ་ཡོད་མེད་ལ་ཐུག་ལ། འདིར་གནོད་པ་བསྟན་པ་ནི་དོན་དམ་པར་ཡོད་པ་ལེགས་པོར་མགོ་ཤེས་ཤིང་དེ་ལྟར་ཁེགས་པའི་དངོས་པོ་ལ་རྒྱུ་འབྲས་དང་ཕྱིས་འགྲོ་ལ་སོགས་མཚན་མའི་གྲུབ་པར་འཇོག་ལེགས་པོར་ཤེས་ན་ལན་ཐེབས་སོ། དེ་དག་མིན་པར་སྨྱུ་གུས་སྐྱེ་བ་མཚན་མས་གྲུབ་ན་དོན་དམ་པའི་སྐྱེ་བོར་སོང་ནས་འཁྲུལ་ཤེས་ཀྱི་སྐྱེ་བོར་རློམ་པའི་ངོ་བོར་སྐྱེ་བས། ཀུན་རྫོབ་ཏུ་དེ་དག་ཐམས་ཅད་ཐལ་དུ་ཞེས་སྨྲ་བ་ནི། གནོད་པ་སྤོང་མི་ནུས་པས། རྣལ་འབྱོར་སྤྱོད་པ་བ་རྣམས་ཀྱིས་བཀྲལ་བའི་ཚུལ་འདི་ལ་བལྟས་ན་མཛེས་སོ། དྲང་དོན་དུ་འགྲེལ་ལུགས་ལ་སྒོ་མང་པོ་ཡོད་ཀྱང། རྣལ་འབྱོར་སྤྱོད་པ་བས། འཁོར་ལོ་གཉིས་པ་དྲང་དོན་དུ་འདྲེན་ལུགས་ནི། དེ་ཁོ་ན་ལྟར་ཡིན་པར་བློ་དང་ལྡན་པ་རྣམས་ཀྱིས་ཤེས་པར་བྱོས་ཤིག། དགོངས་འགྲེལ་ལས་འཁོར་ལོ་རིམ་པ་གསུམ་གསུངས་པ་ནི་འཁོར་གྱི་འདུལ་ཐབས་དང། སྟོན་པའི་སྐུ་ཚེའི་ཚིགས་ལ་སོགས་པས་འཇོག་པ་མིན་གྱི་བརྗོད་བྱའི་ངོས་ནས་ཡིན་ནོ། དེ་ཡང། བདག་མེད་པའི་དོན་གཏན་ལ་འབེབས་པའི་དབང་དུ་བྱས་པ་སྟེ། དང་པོར། ཝཱ་ར་ཎཱ་སིར་གང་ཟག་གི་བདག་མེད་གསུངས་ཤིང་ཕུང་པོ་ལ་སོགས་པའི་ཆོས་ཉུང་ཤས་ཤིག་མ་གཏོགས་པ། བདེན་པར་གྲུབ་པ་མ་འགག་ཅིང་བདེན་པར་ཡོད་པ། མང་དུ་སོང་བའི་སྐོར་གཅིག་གོ། དེ་ནས། རྣམ་དབྱེ་མ་མཛད་པར། ཕུང་སོགས་ཀྱི་ཆོས་ཐམས་ཅད་བདེན་པར་གྲུབ་པ་བཀག་པའི་སྐོར་གཅིག་གོ། དེ་ནས་དེ་ལ་ངོ་བོ་ཉིད་དང་པོ་རང་གི་མཚན་ཉིད་ཀྱིས་མ་གྲུབ་ཅིང་གཞན་ཉིད་རང་གི་མཚན་ཉིད་ཀྱིས་གྲུབ་པའི་ཚུལ་སོ་སོར་ཕྱེ་བའི་སྐོར་ཅིག་འབྱུང་བས་དེའི་དབང་དུ་མཛད་པ་སྟེ། སྟོན་ཚུལ་དེ་དག་ལས་གཞན་དུ། སྟོན་པའི་མདོ་སྡེ་གཞན་རྣམས། འདིས་དྲང་ངེས་དཔྱོད་པའི་གཞིར་འོང་དོན་མེད་དོ། ཤེར་ཕྱིན་མན་ངག་ལས། མདོ་གང་དག་གི་དོན་སྒྲ་ཇི་བཞིན་པ་ཡིན་པ་དེ་ནི་ངེས་པའི་དོན་ཁོ་ནའོ། དོན་དེ་ལ་ནི་དོན་གཉིས་ཡོད་པ་མ་ཡིན་ཏེ། འདི་ཡི་དོན། ངེས་པ་ཁོ་ནའོ་ཞེས་བྱ་བས་ན་ངེས་པའི་དོན་ནོ། གང་གི་དོན་ཞེ་ན། མདོ་དེ་ཉིད་དང་དེ་ལས་གཞན་པ་དང་གཉི་གས་ཀྱང་ངོ་ཞེས་བཤད་དེ། དང་པོ་ནི། ལང་གཞིག་དང། དགོངས་འགྲེལ་སོགས་ལ་འདོད་དེ། དེ་དག་གི་ངོ་བོ་ཉིད་ཡོད་མེད་གསལ་བོར་ཕྱེའོ་སྙམ་དུ་བསམས་སོ། གཉིས་པ་ནི། བརྒྱད་སྟོང་པ་སོགས་ལ་འདོད་དེ། འདི་ལས། ངོ་བོ་ཉིད་ཡོད་མེད་དགོངས་འགྲེལ་བཞིན་དུ་ཕྱེ་བ་མེད་པ་ལ་བསམས་སོ། གསུམ་པ་ནི། ཉི་ཁྲི་སོགས་ལ་འདོད་དེ། འདི་ཡིས། བྱམས་ཤུལ་གྱི་ལེའུར་སྒྲ་ཇི་བཞིན་གྱི་དོན་དུ་ཤེས་པས་ཕྱིན་ཅི་ལོག་སྤོང་བ་དྲང་དོན་གྱི་ཤེས་པ་ཡོད་པ་དང། དགོངས་འགྲེལ་གྱིས་ཀྱང་འདི་ཡི་དྲང་དོན་འགྲེལ་བས་སྙམ་དུ་བསམས་སོ། བར་པ་ལ། བྱམས་ཤུལ་གྱི་ལེའུས་མེད་པའི་གནད་ཀྱིས་སོ། དེའི་ལྟར་ན། བྱམས་ཤུལ་གྱི་ལེའུས། མཚན་ཉིད་གསུམ་རྣམ་པར་བཞག་པ་དང། དགོངས་འགྲེལ་གྱི་ཤེས་པ་གཉིས་དོན་གཅིག་ཏུ་བཞེད་དོ། དེ་གཉིས་དོན་གཅིག་ཡིན་ན་དེ་ལྟར་འཐད་ཀྱང། དབྱིག་གཉེན་གྱི་ཡུམ་གྱི་མདོ་ལས་ངོ་བོ་ཉིད་མེད་པ་སོ་སོར་གསུངས་པ་དགོངས་འགྲེལ་ལ་སོགས་པ། མདོ་སྡེ་གཞན་གྱི་དྲང་དོན་དུ་བསྒྲུབས་ཤིང། ཡུམ་གྱི་མདོ་ཉིད་ལ་ནི། སྒྲ་ཇི་བཞིན་པ་ལ་སྔ་ཕྱི་འགལ་བ་གཏན་གྱི་བྱམས་ཤིང་གི་ལེའུས་མ་སྤྲོས་པའི་སྐུ་ཆས་ཀྱི་དགོངས་པ་མིན་ནོ། འདི་གཉིས་འདྲ་མོ་ཡོད་པས་ཁྱད་པར་དབྱེ་དཀའ་བ་དང། དེ་གཉིས་དོན་གཅིག་ཡིན་ན། ཆོས་ཐམས་ཅད་དོན་དམ་པར་ངོ་བོ་ཉིད་མེད་ལ་ཐ་སྙད་དུ་ཡོད་པར་ཡུམ་གྱི་མདོ་ཡི་དགོངས་པའི་དོན་དུ་བཤད་དུ་མི་རུང་བ། རྣམ་རིག་པ་ལྟར་འགྱུར་ཞིང་དཔྱད་གཞི་ཡང། ཤིན་ཏུ་འགངས་ཆེ་སྟེ་དབུ་མའི་སྐབས་སུ་ཤེས་པར་བྱའོ། གཉིས་པ། བློ་གྲོས་མི་ཟད་པའི་བསྟན་པ་ལ་བརྟེན་ནས་དྲང་ངེས་འབྱེད་པའི་ཕྱོགས་ལ་གཉིས། མདོ་ནས་ཇི་ལྟར་གསུངས་པ་དགོས་པ་དང། དེའི་དོན་ཇི་ལྟར་བཀྲལ་བའོ། དང་པོ། མདོ་ནས་ཇི་ལྟར་གསུངས་པ་དགོས་པ་ནི། མགོན་པོ་ཀླུ་སྒྲུབ་ཡབ་སྲས་ཀྱིས་དྲང་ངེས་འབྱེད་པའི་མདོ་ཡི་ཁུངས་དངོས་སུ་སྨོས་ནས། དྲང་ངེས་ཕྱེ་བ་མེད་ཀྱང། མདོ་ཡོད་དོན་ཤེས་པའི་ཚུལ་ལས་ནི། དོན་གྱི་ཤེས་པ་ཡོད་དོ། དེ་ཡང་ཚིག་གསལ་དང། ཤེས་རབ་སྒྲོན་མེ་འགྲེལ་བཤད་དང། དབུ་མ་རྣ་བ་རྣམས་སུ། བློ་གྲོས་མི་ཟད་པའི་བསྟན་པ་ཁུངས་སུ་མཛད་ནས་དེ་བཞིན་དུ་དྲང་ངེས་འཇོག་པར་གསུངས་པས་འདིར། མདོ་སྡེ་ཁུངས་སུ་བྱའོ། མདོ་སྡེ་དེ་ལས་ཇི་སྐད་དུ། ངེས་པའི་དོན་གྱི་མདོ་སྡེ་ནི་གང། དྲང་བའི་དོན་གྱི་མདོ་སྡེ་ནི་གང་ཞེ་ན། མདོ་སྡེ་གང་དག་ཀུན་རྫོབ་སྒྲུབ་པར་བསྟན་པ་དེ་དག་ནི་དྲང་བའི་དོན་ཞེས་བྱའོ། མདོ་སྡེ་གང་དག་དོན་དམ་པར་སྒྲུབ་པར་བསྟན་པ་དེ་དག་ནི་ངེས་པའི་དོན་ཞེས་བྱའོ། མདོ་སྡེ་གང་དག་ཚིག་དང་ཡི་གེ་སྣ་ཚོགས་པར་བསྟན་པ་དེ་དག་ནི་དྲང་བའི་དོན་ཞེས་བྱའོ། མདོ་སྡེ་གང་དག་ཟབ་མོ་ལྟར་དཀའ་བ། རྟོགས་པར་དཀའ་བར་བསྟན་པ་དེ་དག་ནི་ངེས་པའི་དོན་ཞེས་བྱའོ། མདོ་སྡེ་གང་དག། བདག་དང་སེམས་ཅན་དང་སྲོག་དང། གསོ་བ་དང། སྐྱེས་བུ་དང། གང་ཟག་དང། ཤི་ལ་སྐྱེས་དང། ཤེད་བུ་དང། བྱེད་པ་པོ་དང། ཚོར་བ་པོ། སྐད་སྣ་ཚོགས་ཀྱིས་བཤད་པར་བྱ་བ། བདག་པོ་མེད་པ་ལ་བདག་པོ་ལྟ་བུར་བསྟན་པ་དེ་དག་ནི་དྲང་བའི་དོན་ཞེས་བྱའོ། མདོ་སྡེ་གང་དག། དངོས་པོ་སྟོང་པ་ཉིད་དང། མཚན་མ་མེད་པ་དང། སྨོན་པ་མེད་པ་དང། མངོན་པར་འདུ་བྱེད་པ་མེད་པ་དང། སྐྱེ་བ་མེད་པ་དང། མ་སྐྱེས་པ་དང། སེམས་ཅན་མེད་པ་དང། སྲོག་མེད་པ་དང། གང་ཟག་མེད་པ་དང། བདག་པོ་མེད་པ་རྣམ་པར་ཐར་པའི་སྒོ་སྟོན་པ་དེ་དག་ནི་ངེས་པའི་དོན་ཞེས་བྱ་སྟེ། འདི་ནི། ངེས་པའི་དོན་གྱི་མདོ་སྡེ་ལ་སྟོན་གྱི། བགྲང་བའི་དོན་གྱི་མདོ་སྡེ་ལ་མི་སྟོན་པ་ཞེས་བྱའོ། ཞེས་གསུངས་སོ། དེ་ལ་དང་པོ་གཉིས་ཀྱིས་ནི། བདེན་པ་གཉིས་པོ་ལ་གྲངས་ངེས་སུ་མཛད་དེ་བརྗོད་བྱའི་སྒོ་ནས་གྲངས་ངེས་བྱེད་བའོ། བར་པ་གཉིས་ཀྱིས་ནི། ཀུན་རྫོབ་སྟོན་པ་ནི། ཚིག་མི་འདྲ་བ་སྣ་ཚོགས་པའི་དོན་སྣ་ཚོགས་པ་སྟོན་པ་དང། དོན་དམ་སྟོན་པ་ནི། རྟོགས་དཀའ་བའི་དོན་སྤྲོས་པ་རྣམ་པར་བཅད་པའི་རོ་གཅིག་པ་སྟོན་པར་བཤད་དེ་འཇོག་ཚུལ་ལོག་པ་མིན་ནོ། ཇི་འདྲ་ཞིག་བསྟན་པའི་ཀུན་རྫོབ་དང། དོན་དམ་པ་བསྟན་པར་འགྲོ་བའི་བསྟན་ལུགས་ནི་ཐ་མ་གཉིས་ཀྱིས་སྟོན་ཏེ། བདག་དང་སེམས་ཅན་སོགས་ཡོད་པ་ལྟར་བསྟན་པ་ནི་ཀུན་རྫོབ་སྟོན་པ་སྟེ་དེ་ཡང་དེ་ཙམ་ཞིག་སྟོན་པ་མིན་གྱི། བྱེད་པ་པོ་དེ་ལ་ལྟོས་ནས། བྱ་བ་དང། བྱེད་པོའི་དངོས་པོ་ཡོད་པར་སྟོན་པ་ཐམས་ཅད་ལ་བྱའོ། དངོས་པོ་རྣམས་སྟོང་པ་ཉིད་དང། སྐྱེ་བ་མེད་པ་སོགས་སུ་ཤེས་པ་ནི། ཆོས་རང་བཞིན་མེད་པར་ཤེས་པ་ཡིན་ལ། སེམས་ཅན་མེད་པ་སོགས་སུ་སྟོན་པ་ནི་གང་ཟག་རང་བཞིན་མེད་པར་ཤེས་པ་སྟེ། སྟོན་ལུགས་དེ་དག་སྟོན་པ་ནི། དོན་དམ་སྟོན་པའོ། འདི་ལ་གཉིས་ཤེས་པའི་གནད་ཀྱིས། གོང་མ་ལ་ཡང་ཆོས་དང་གང་ཟག་གཉིས་ཀ་ཡོད་པར་སྟོན་པ་དགོས་སོ། འདི་ཡང། ཆོས་བཏགས་པ་གཞན་ཞིག་ཁྱད་གཞིར་བཟུང་ནས། སྐྱེ་བ་མེད་པ་སོགས་སུ་བཤད་པ་མིན་གྱི། མདོ་ཉིད་ལས་གསུངས་པ་ལྟར། ཕུང་པོ་ལ་སོགས་པའི་དངོས་པོ་དང། གང་ཟག་ཁྱད་གཞི་བཟུང་ནས། དེ་དག་བདེན་པར་མེད་པར་བསྟན་པ་སྟེ། གཞི་དེ་དག་བདེན་པར་གྲུབ་པ་རྣམ་པར་དཔྱད་པ་ཙམ་དེ་ཉིད་དོན་དམ་པ་ཡིན་པས་དོན་དམ་སྟོན་པ་ཞེས་བྱའོ། ཏིང་ངེ་འཛིན་བརྒྱད་པོ་ལས་ཀྱང། སྟོང་པ་བདེ་བར་གཤེགས་པའི་བཤད་པ་ལྟར། ངེས་དོན་མདོ་སྡེ་དག་གིས་ཇི་རགས་བཞིན། གང་ལས་སེམས་ཅན་གང་ཟག་སྐྱེས་བུ་བསྟན། ཆོས་དེ་ཐམས་ཅད་དྲངས་པའི་དོན་དུ་ཤེས། ཞེས་དྲང་ངེས་ཆེ་བ་ཡང་སྔ་མ་དང་དོན་མཐུན་པར་ཚིག་གསལ་ལས་བཤད་དོ། དྲང་དོན་གྱི་མདོ་སྡེ། གདུལ་བྱ་ཁ་དྲང་བར་བྱ་བ་ཡང་ཡིན་མོད་ཀྱང། དེ་ནི། དྲང་བཞིན་པའི་དོན་མིན་གྱི། མདོ་ཡོད་དོན་དེའམ་དེ་ལས་གཞན་དུ། དྲང་དགོས་མི་དགོས་ཀྱི་དྲང་སྲོལ་དེ་ཡིན་ནོ། དོན་དྲང་དགོས་པ་འདི་ལ་གཉིས་ལས། ཕ་དང་མ་ནི་བསད་བྱ་ཞིང། ཞེས་ཕ་མ་བསད་པར་གསུངས་པ་ནི། དངོས་ཟིན་གྱི་དོན་ཕ་མ་ལས་གཞན་དུ། ལས་ཀྱིས་སྲིད་པ་དང། གསད་པ་ལ་དྲང་དགོས་པ་ལྟ་བུ་ནི་ཚུལ་གཅིག་གོ། ཚུལ་གཉིས་པ་ནི། ལས་དཀར་ནག་ལས་འབྲས་བུ་བདེ་སྡུག་འབྱུང་བར་གསུངས་པ་ལ། ལས་ཉིད་ཀྱིས་བདེ་སྡུག་བསྐྱེད་པ་དེ། དེ་གཉིས་ཀྱི་ཡིན་ལུགས་ཡིན་གྱི། དེ་མིན་པའི་དེ་དག་གི་ཡིན་ལུགས་མེད་པས། མདོ་དེའི་དོན་གྱིས། དེ་ཁོ་ན་ཉིད་ནི་དེར་ངེས་པས་དེ་ལས་གཞན་དུ་དྲང་དུ་མི་རུང་ངོ་ཞེས་སྨྲ་བ་ལ། དེའི་དོན་ཉིད་ཀྱིས་དེ་ཁོ་ན་ཉིད་ནི། སྔོན་ཟིན་དེ་ལས་གཞན་དུ་བགྲང་དགོས་སོ་ཞེས་འཆད་པ་ལྟ་བུའོ། དེས་ན་དབུ་མ་སྣང་བ་ལས། ངེས་པའི་དོན་གྱིས་གང་ལ་བྱ་ཞེ་ན། ཚད་མ་དང་བཅས་པ་དང། དོན་དམ་པའི་དབང་དུ་མཛད་ནས་ཤེས་པ་གང་ཡིན་པ་སྟེ། དེ་ནི་དེ་ལས་ལོགས་ཤིག་ཏུ། གཞན་གྱིས་གང་དུ་ཡང་དྲང་བར་མི་ནུས་པའི་ཕྱིར་རོ་ཞེས་གསུངས་ཏེ། ཇི་ལྟར་བསྟན་པ་ལྟར་གྱི་དོན་ཡོད་མེད་ལ་དྲང་ངེས་སུ་ཕྱེ་ན། ཚད་མ་དང་བཅས་པས་ཆོག་ཀྱང། དེས་མི་ཆོག་པས་དོན་དམ་པའི་དབང་དུ་མཛད་པ་ཞེས་གསུངས་སོ། དེས་ན། ས་བོན་ལས་མྱུ་གུ་སྐྱེ་བ་སོགས་གསུངས་པ་ལ་བསྟན་པ་ལྟར་གྱི་དོན་ལ་ཚད་མའི་སྒྲུབ་བྱེད་ཡོད་ཀྱང། དོན་དམ་པའི་དབང་དུ་མཛད་པ་མིན་པས། དྲང་དོན་ཡིན་ཏེ། འདིའི་དོན་ལས་དོན་གཞན་འདྲེན་ལུགས་བཤད་ཟིན་པ་ལྟར་རོ། དེས་ན། དངོས་པོ་རྣམས་ལ་བདེན་པའི་སྐྱེ་བ་མེད་པར་གསུངས་པ་ནི། ཚད་མ་དང། ཡང་ལྡན་ལ། ཇི་ལྟར་བསྟན་པའི་དོན་དེ་ཡིས། ཆོས་དེ་ཡི་དེ་ཁོ་ན་ཉིད། མིན་པར། དོན་གཞན་དུ་ཡང་དྲངས་མི་ནུས་པ་དེ་འདྲ་བའི་མདོ་སྡེ་རྣམས་ངེས་པའི་དོན་ཡིན་ཏེ། འགྲན་ཚུལ་གཉིས་གང་གི་སྒོ་ནས་ཀྱང་གཞན་དུ་དྲང་བར་མི་ནུས་པའི་ཕྱིར་རོ། འདིའི་དོན་གཞན་དུ་དྲང་དགོས་མི་དགོས་ཀྱི་དབང་དུ་བྱས་ནས། དྲང་ངེས་འཇོག་པ་ན་གསུང་རབ་ཉིད་དྲང་ངེས་ཀྱི་མཚན་གཞིར་བཟུང་ལ། གཞན་དུ་དྲང་དགོས་མི་དགོས་ཀྱི་དོན་ལ་དྲང་ངེས་སུ་འཇོག་པ་ན་ཀུན་རྫོབ་དང། དོན་དམ་ལ་གྲངས་ངེས་སུ་བྱ་སྟེ། ས་ཡི་དངོས་གཞི་ལས། གང་ས་ལ་མི་ལྟོས་པར་ཆོས་ལ་ལྟོས་པས། ཆོས་ལ་ཚིག་དོན་གཉིས་དང། དོན་ལ་གྲངས་ངེས་གཉིས་དང། ངེས་དོན་ལ་རྣམ་བཞི་ལ་མི་ལྟོས་ཡེ་ཤེས་ལ་ལྟོས་ཞེས་གསུངས་པ་ལྟ་བུའོ། ཡེ་ཤེས་སྣང་བ་རྒྱན་གྱི་མདོ་ལས་ཀྱང། ངེས་པའི་དོན་གང་ཡིན་པ་དེ་ནི་དོན་དམ་པའོ། ཞེས་གསུངས་ལ། བློ་གྲོས་མི་ཟད་པའི་བསྟན་པ་ལས། སྐྱེ་བ་མེད་པ་ལ་སོགས་པ་དོན་དམ་པར་བསྟན་པས། སྐྱེ་བ་མེད་པ་ལ་སོགས་པ་ཁོ་ན་དོན་དམ་པ་དང། དེ་སྟོན་པ་རྣམས་ཁོ་ན་ངེས་པའི་དོན་དུ་བཟུང་ངོ། དགག་བྱ་ལ་ཁྱད་པར་སྐབས་དེར་མ་སྦྱར་བས། སྐྱེ་བ་མེད་པ་ལ་སོགས་པ་སྒྲ་ཇི་བཞིན་པ་མིན་པས་ངེས་དོན་མ་ཡིན་ནོ་སྙམ་དུ་མི་གཟུང་སྟེ། དཔེར་ན་འབུམ་ལས། དེ་ཡང་འཇིག་རྟེན་གྱི་ཐ་སྙད་དུ་ཡིན་གྱི། དོན་དམ་པར་མིན་ནོ་ཞེས། ཆོས་རྣམས་ཀྱི་སྐྱེ་བ་ལ་སོགས་པ་སྐབས་གཅིག་ཏུ་སྦྱར་ན། སྐབས་གཞན་དུ་ཡང། དོན་གྱིས་སྦྱར་ཟིན་པས། དངོས་སུ་མ་སྨོས་པ་དེ་དག་ཀྱང་སྒྲ་ཇི་བཞིན་པ་ཡིན་ནོ། གཉིས་པ་དེའི་དོན་ཇི་ལྟར་བཀྲལ་བ་ལ་གཉིས། མགོན་པོ་ཀླུ་སྒྲུབ་ཀྱིས་མདོ་ཡི་དོན་ཇི་ལྟར་བཀྲལ་བ་དང། དེའི་རྗེས་སུ་འབྲང་བ་རྣམས་ཀྱིས་ཇི་ལྟར་བཀྲལ་བའི་ཚུལ་ལོ། དང་པོ། མགོན་པོ་ཀླུ་སྒྲུབ་ཀྱིས་མདོ་ཡི་དོན་ཇི་ལྟར་བཀྲལ་བ་ལ་གཉིས། རྟེན་འབྱུང་གི་དོན། རང་བཞིན་མེད་པའི་དོན་དུ་བཀྲལ་ཚུལ་དང། དེ་ཉིད་གསུང་རབ་ཀྱི་དོན་གྱི་སྙིང་པོར་བསྔགས་པའི་ཚུལ་ལོ། དང་པོ། རྟེན་འབྱུང་གི་དོན། རང་བཞིན་མེད་པའི་དོན་དུ་བཀྲལ་ཚུལ་ནི། མདོ་ལས་སྐྱེ་འགག་ལ་སོགས་པ་ཡོད་པ་དང་མེད་པ་གཉིས་ཀའང་བཤད་ལ། མདོ་ཁ་ཅིག་ལས། སྐྱེ་བ་མེད་པ་སོགས་སུ་གསུངས་པ་ངེས་དོན་དང། ཁ་ཅིག་ལས་དྲང་དོན་དུ་བཤད་པ་རྣམས་ལས། དོན་དམ་པར་རམ། རང་གི་མཚན་ཉིད་ཀྱིས་སྐྱེ་བ་སོགས་མེད་པར་བཤད་པའི་སྒྲ་གཞི་ཤན་པ་ལ་རིགས་པའི་གནོད་པ་ཡོད་ན། རང་གི་མཚན་ཉིད་ཀྱིས་གྲུབ་པའི་ངོ་བོ་དང་སྐྱེ་འགག་སོགས་མེད་པ། ཀུན་བརྟགས་ལ་དགོངས་ཤིང། གཞན་གཉིས། རང་གི་མཚན་ཉིད་ཀྱིས་གྲུབ་པ་དང། དེའི་ཚེ། གང་བཀག་པའི། བདག་མེད་པར་སྟོན་པའི་ཆོས་ཀྱི་བདག་མེད་བདག་ནི། ཆོས་རྣམས་ལ་ངོ་བོ་དང་ཁྱད་པར་དུ་བཏགས་པའི་ངོ་བོར། རང་གི་མཚན་ཉིད་ཀྱིས་གྲོལ་བ་དང། གཟུང་འཛིན་རྫས་ཐ་དད་ཀྱི་ཀུན་བཏགས་ཙམ་ལ་ཤེས་ནས། དེ་དག་གི་དབེན་པ་ཉིད་དེ་ཁོ་ན་ཉིད་མཐར་ཐུག་པར་བྱེད་པར་ཡང་རིགས་ན། གནོད་པ་དེ་ནི་ཡོད་པ་མ་ཡིན་ཏེ། འདི་ལྟར། དོན་དམ་པར་རམ། རང་གི་མཚན་ཉིད་ཀྱིས་གྲོལ་བའི་རང་བཞིན་ཡོད་ན། འབྲས་བུ་རྣམས་རྒྱུ་དང། རྐྱེན་ལ་ལྟོས་པར་ཤུན་དང་འགལ་བའི་ཕྱིར་རོ། དེས་ན། རྒྱུ་རྐྱེན་ལ་རག་ལས་པ་ཉིད་ཀྱིས། རང་གི་མཚན་ཉིད་ཀྱིས་གྲོལ་བ། མེད་པ། ཡིན་པ་ལ། རང་གི་མཚན་ཉིད་ཀྱིས་མ་གྲུབ་ན། བཅིངས་འགྲོལ་དང། བླང་དོར་དང། རྒྱུ་འབྲས་སོགས་མེད་པར་འགྱུར་རོ་ཞེས་སྨྲ་བ་ནི། རང་གི་མཚན་ཉིད་ཀྱིས་གྲོལ་བའི་རང་བཞིན་གྱིས་སྟོང་པའི་བསྒྲུབ་བྱའི་མཐར་ཐུག་པ་ལ། གནོད་བྱའི་མཐར་ཐུག་པར་འཛིན་པ་ཡིན་ནོ་ཞེས་འཆད་པ་འདི་ནི། འགོང་པོ་ཀླུ་སྒྲུབ་ཀྱི་ཡུམ་གྱི་མདོ་དང། དེ་དང་རྗེས་སུ་མཐུན་པའི་གསུང་རབ་རྣམས་ཀྱི་དོན་བཞིན་དུ་བགྲང་དུ་མི་རུང་བར་དོན་དར། ངེས་པའི་ངེས་དོན་དུ་སྒྲུབ་པའི་སྒྲུབ་བྱེད་ཀྱི་རིགས་པ་དང། དེ་དག་དང་མི་མཐུན་པར་སྟོན་པའི་མདོ་རྣམས་ཀྱིས་སྒྲ་ཇི་བཞིན་པ་ལ་རིགས་པའི་གནོད་པ་སྟོན་པའི་ཤིང་རྟའི་སྲོལ་ཕྱེ་བ་ཡིན་ནོ། རང་གི་མཚན་ཉིད་ཀྱིས་མ་གྲུབ་པར་མཐོང་ན། མཚན་ཉིད་གསུམ་ཀ་ལ་ཀུན་རྫོབ་ཀྱི་ལྟ་བ་སྐྱེ་བར་དགོངས་འགྲེལ་ལས་གསུངས་པ་ནི། དེ་ལྟར་གང་མཐོང་ཐམས་ཅད་ལ་མིན་གྱི། བློ་ཕྱོགས་དང་མི་ལྡན་པའི་གདུལ་བྱ་ལ་ཡིན་ནོ། དེའི་ཕྱིར། གདུལ་བྱའི་བསམ་པའི་དབང་གིས་དེ་ལྟར་གསུངས་ཀྱི། སྟོན་པའི་བཞེད་པ་ནི་མིན་ཏེ། བློ་མཆོག་གི་འདུས་བྱས་ནི། རྒྱུ་འབྲས་རྣམ་པར་གཞག་དགོས་པ་ཉིད་ཀྱིས་རང་གི་མཚན་ཉིད་ཀྱིས་སྟོང་པར་རྟོགས་པས། དེ་ལ་ནི་དེ་ཉིད་བསྐུར་འདེབས་ཀྱི་ལྟ་བ་འགོག་པའི་ཐབས་སུ་འགྱུར་བའི་ཕྱིར་རོ། གདུལ་བྱ་དེ་ལ་ལྟོས་ཏེ། ཡུམ་གྱི་མདོ་དྲང་དོན་དང། དགོངས་འགྲེལ་ངེས་དོན་དུ་འགྲོ་སྟེ། བཞི་བརྒྱ་པ་ལས། བདག་མེད་པ་བསྟན་པའི་སྣོད་དུ་མི་རུང་བའི་གདུལ་བྱ་ལ། བདག་དང། བདག་མེད་བསྟན་པ་གཉིས། སྔ་མ་མཆོག་ཏུ་གསུངས་པ་བཞིན་ནོ། རྩ་བཞི་ལས་ཀྱང། གལ་ཏེ་འདི་དག་ཀུན་གཏོང་ན། འབྱུང་བ་མེད་ཅིང་འཇིག་པ་མེད། འཕགས་པའི་བདེན་པ་བཞི་པོ་རྣམས། ཆོས་ལ་མེད་པར་ཐལ་བར་འགྱུར། ཞེས་སོགས་ཀྱིས་ཆོས་རྣམས་རང་གི་མཚན་ཉིད་ཀྱིས་ཡོད་པས་རང་བཞིན་གྱིས་སྟོང་ན། སྐྱེ་འཇིག་མི་རུང་བས། འཁོར་འདས་ཀྱི་རྣམ་གཞག་ཐམས་ཅད་མི་འཐད་པར་བཙལ་བ་ནི། ཡུམ་གྱི་མདོ་ལ་སོགས་པ་སྒྲ་ཇི་བཞིན་པ་ལ་གནོད་བྱེད་ཀྱི་རིག་པ་བསྟན་པའོ། དེའི་ལན་དུ། གལ་ཏེ་འདི་ཀུན་མི་རྟོག་ན་འབྱུང་བ་མེད་ཅིང་འཇིག་པ་མེད། འཕགས་པའི་བདེན་པ་བཞི་པོ་རྣམས་ཁྱོད་ལ་མེད་པར་ཐལ་བར་འགྱུར། ཞེས་སོགས་ཀྱིས་རང་བཞིན་གྱིས་སྟོང་པ་ལ། སྐྱེ་འཇིག་གི་རྟེན་འབྲེལ་མི་རུང་བས་རྣམ་གཞག་ཐམས་ཅད་མི་འཐད་ལ། རང་བཞིན་གྱིས་སྟོང་པའི་ཕྱོགས་ལ། དེ་དག་ཐམས་ཅད་ཆེས་འཐད་དོ་ཞེས། རང་བཞིན་གྱིས་སྟོང་པའི་དོན། རྟེན་འབྱུང་གི་དོན་དུ་གསུངས་སོ། སློབ་དཔོན་གྱིས་ཚུལ་འདི་ཉིད། དབུ་མའི་བསྟན་བཅོས་རྣམས་སུ་རིགས་པའི་གཏན་ལ་འབེབས་པས་ནི། སྐྱེ་བ་ལ་སོགས་པ་བདེན་པ་མེད་པར་གསུངས་པས། གསུང་རབ་ཀྱི་སྒྲ་ཇི་བཞིན་པ་ལ་རིགས་པའི་གནོད་པ་ཅུང་ཟད་ཀྱང་མེད་པར་འཆད་པ་ཡིན་ལ། དེ་མེད་ན། སྒོ་གཞན་ནས་དེ་དག་དྲང་དོན་དུ་འབྲེལ་བའི་ཐབས་ཀྱང་མེད་པས། དེ་རྣམས་ངེས་པའི་དོན་དུ་ཤིན་ཏུ་འགྲུབ་པ་ལ་དགོངས་ནས་ཚིག་གསལ་ལས། སློབ་དཔོན་གྱིས་དྲང་བ་དང་ངེས་པའི་དོན་གྱི་མདོ་ཡོད་རྣམ་པར་དབྱེ་བ་བསྟན་པར་བྱ་བའི་ཕྱིར། དབུ་མའི་བསྟན་བཅོས་འདི་མཛད་པ་ཡིན་ནོ། ཞེས་ཆོས་རྣམས་ལ་དགག་པ་ནི། དོན་ཐ་དད་པའི་བར་བརྒྱད་ཡོད་པར་གསུངས་པ་དང། མེད་པར་གསུངས་པ་གཉིས་འགལ་ལོ་ཞེས་བརྩད་པའི་ལན་དུ་དེ་ལྟར་གསུངས་ཤིང། ཡང་དེ་ཉིད་ལས། དེ་ལྟ་བུར་བསྟན་པའི་དགོངས་པ་མི་ཤེས་པས་འདིར། དེ་ཁོ་ནའི་དོན་ཅན་གྱིས་བསྟན་པ་ནི་གང་ཞིག་ཡིན། དགོངས་པ་ཅན་ནི་འདིར་གང་ཞིག་ཡིན་སྙམ་དུ་གང་ཞིག་ཐེ་ཚོམ་དུ་འགྱུར་བ་དང། གང་ཞིག་བློ་ཞན་པ་ཉིད་ཀྱིས་དྲངས་པའི་དོན་གྱིས་བསྟན་པ་ལ་ངེས་པའི་དོན་དུ་རྟོགས་པ་འདི་གཉིས་ཀའི་ཐེ་ཚོམ་དང། ལོག་པའི་ཤེས་པ་དག། རིག་པ་དང་ལུང་གཉིས་ཀྱི་སྒོ་ནས་སེལ་བར་བྱ་བའི་ཕྱིར། སློབ་དཔོན་གྱིས་འདི་བརྩམས་སོ། ཞེས་ཀྱང་གསུངས་སོ། མདོ་ཀུན་ལས་བཏུས་པ་ལས། ཆོས་ཟབ་མོ་གང་ཡིན་དྲིས་པའི་ལན་དུ། འབུམ་དང། རྡོ་རྗེ་སྤྱོད་པ་དང། ཤེས་ཆེན་བདུན་བརྒྱ་པ་ལ་སོགས་པ་ཟབ་མོ་སྟོན་པའི་མདོ་རྣམས་དྲངས་ཤིང། རིགས་ཚོགས་ཀྱིས་ཀྱང། འདི་དག་གི་དོན་ཇི་ལྟར་བསྟན་པ་ལས་གཞན་དུ་དྲང་དུ་མི་རུང་བར་ངེས་པར་མཛད་པའི་ཕྱིར། དེ་དག་ངེས་པའི་དོན་དང། དེ་དག་ལས་གཞན་དུ་གསུངས་པ་རྣམས་བསྒོམ་པ་ཅན་དུ་བཞེད་དེ། བྱང་ཆུབ་སེམས་འགྲེལ་ལས། འདི་དག་ཐམས་ཅད་སེམས་ཙམ་ཞིག་ཐུབ་པ་ཡིན་ནི་གང་གསུངས་པ། བྱིས་རྣམས་སྐྲག་པ། སྤངས་དོན་དེ། དེ་ནི་དེ་བཞིན་ཉིད་མ་ཡིན། ཞེས། ཕྱི་རུ་བཀག་ནས་སེམས་ཙམ་ཞིག་ལ་རང་གཞན་བསྒྲུབ་པ། སྒྲ་ཇི་བཞིན་པ་མིན་པར་གསུངས་ལ། རིན་ཆེན་ཕྲེང་བ་ལས་ཀྱང། བརྡ་སྤྲོད་པ་དང་བྱེད་ལྟ་བུར། ཡི་གེ་ཆེན་མོ་ཀློང་འཇུག་ལྟར། དེ་བཞིན་སངས་རྒྱས་གདུལ་བྱ་ལ། ཇི་ཙམ་བཟོད་པའི་ཆོས་སྟོན་ཏེ། ཁ་ཅིག་ལ་ནི་སྡིག་པ་ལས། རྣམ་པར་བཟློག་ཕྱིར་ཆོས་སྟོན་ཏོ། ཁ་ཅིག་བསོད་ནམས་བསྒྲུབ་པའི་ཕྱིར། ཁ་ཅིག་ལ་ནི་གཉིས་བསྟན་པ། ཁ་ཅིག་ལ་ནི་གཉིས་མི་བསྟན། ཟབ་མོ་འཁོར་འཁྲིག་སྤྱན་གཅིག་པ། སྟོང་ཉིད་སྙིང་རྗེ་སྙིང་པོ་ཅན། བྱང་ཆུབ་བསྒྲུབ་པ་ཁ་ཅིག་ལའོ། ཞེས་ཚིགས་བཅད་དང་པོས། སྟོན་པའི་གདུལ་བྱ་ལ་བློ་དང་ཇི་ལྟར་འཚམས་པའི་ཆོས་སྟོན་པ་དང། དེ་ནས་རྐང་པ་གསུམ་གྱིས་སྔོན་མཐོ་ལས་བརྩམས་ཏེ་སྟོན་པ་དང། དེ་ནས་གཅིག་གིས་དོན་མ་གཉིས་ཀྱི་རིགས་ཅན་ལ་གང་ཟག་གི་བདག་ནི་མེད་ཀྱི། གཟུང་འཛིན་གཉིས་ཡོད་པ་ལས་བརྩམས་ནས་དང། དེ་ནས་གཅིག་གིས། ཐིགས་པ་ཆེན་པོའི་རིགས་ཅན་འགའ་ཞིག་ལ། གཟུང་འཛིན་གཉིས་མེད་ཀྱི་གཉིས་སྟོང་ཡོད་པ་དང། དེ་ནས་གསུམ་གྱིས་ནི། གདུལ་བྱ་བློ་རབ་ཀྱི་ཐིགས་ཆེན་ལ། དམིགས་པ་ཅན་ནམ་སྐྲག་པ་སྐྱེ་བའི་ཆོས་རང་གཞན་མེད་པ་དང། སྙིང་རྗེ་ཆེན་པོ་ལས་བརྩམས་ནས་སྟོན་པར་གསུངས་སོ། དེས་ན། ཇི་སྲིད་དུ། གང་བདེན་པར་མེད་པར་བསྟན་པ་དེ་ལ། བཅིངས་གྲོལ་སོགས་ཀྱི་རྣམ་གཞག་ཐམས་ཅད་བཞག་པས་མི་ཆོག་པ་དེ་སྲིད་དུ། ཁ་ཅིག་མི་ལྡན་ལ་ཁ་ཅིག་ལྡན་པའི་རྣམ་དབྱེ་མཛད་དགོས་ཏེ། བདག་མེད་པའི་ཕྱོགས་རེ་བསྟན་ནས་རིམ་གྱིས་ཁྲིད་དགོས་ལ། རྒྱུ་འབྲས་འཇོག་པའི་གཞི་མེད་ན་ཉེ་ཚེ་བའི་སྟོང་པ་དེ་ཡང་བཞག་ཏུ་མི་རུང་བའི་ཕྱིར་རོ། དེའི་ཕྱིར། གང་ཟག་ལ་རང་བཞིན་བཀག་ནས། ཕུང་པོ་ལ་ཕལ་ཆེར་མ་བཀག་པ་དང། གཟུང་འཛིན་རྫས་བཞིན་བཀག་ནས། གཉིས་སྟོང་ལ། རང་གཞན་མི་འགོག་པའི་ཚུལ་གསུངས་སོ། གང་གི་ཚེ་རྟེན་འབྱུང་གི་དོན་ཉིད་རང་བཞིན་མེད་པའི་དོན་དུ་རྟོགས་པར་ནུས་པ་ན་དེ་འདྲ་བའི་རྣམ་དབྱེའི་མཛད་དོན་མེད་དེ། རང་བཞིན་བཀག་པའི་གཞི་དེ་ཉིད་ལ། རྣམ་གཞག་ཐམས་ཅད་འཐད་པ་ཁས་བླངས་པས་ཆོག་པའི་ཕྱིར་རོ། དེ་ལྟ་ནའང། ཐིགས་པ་མཆོག་གི་རིགས་ཅན་ལ་ཡང། ལས་འབྲས་སོགས་ལ་འཆད་པར་ལྟ་བའི་ཉེན་ཆུང་བ། རྣམས་ལ་ནི། དགག་བྱ་བདེན་པར་རགས་པ་འགའ་ཞིག་བཀག་ཀྱང། ཕྲ་མོ་ནི་མི་འགེགས་པ་ཤུན་དུ་མང་ལ། ཕྲ་མོ་ནི་འགེགས་པ་རྣམས་ལ་ནི། མཚན་མའི་གྲོལ་བའི་རྣམ་གཞག་ཐམས་ཅད་བྱ་ས་མེད་པར་བཟུང་བ་ཤིན་ཏུ་མང་བས། མདོ་དགོངས་འགྲེལ་གྱི་གྲངས་ངེས་ཆེ་བ་དེ་ནི། གདུལ་བྱ་ཤིན་ཏུ་མང་པོ་ཞིག་ཐིགས་པ་ཆེན་པོ་ལ་བཀྲི་བའི་ཐབས་གལ་ཆེན་པོར་སྣང་ངོ། མདོ་དེས། གདུལ་བྱའི་དབང་གིས་གསུངས་པར་བཤད་པ་དེ་བཞིན་དུ། དེ་དང་རྗེས་སུ་མཐུན་པར་སྟོན་པ་རྣམས་ཀྱང་ཤེས་པར་བྱ་ལ། དེ་དག་གི་དགོངས་པ་འགྲེལ་བའི་བསྟན་བཅོས་མཛད་པ་པོས་ཇི་ལྟར་བཀྲལ་བ་ལྟར་གྱི་དོན་ཏེ། རང་ལུགས་ལ་མི་བཞེད་པའི་བསྟན་བཅོས་ཀྱང་གདུལ་བྱའི་དབང་གིས་དེ་ཡི་བསམ་པ་དང་མཐུན་པར་བཀྲལ་བར་ཁོང་དུ་ཆུད་པར་བྱའོ།